བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གསུམ་རབ་གནས་མེ་སྟག་ལོའི། གནམ་ལོ་གསར་དུ་བཞད་པའི་དགའ་སྟོན་ལ་བོད་གཞིས་བྱེས་གཉིས་སུ་བཞུགས་པའི་བོད་རིགས་སྤུན་ཟླ་ཡོངས་ལ། འཚམས་འདྲིའི་བཀྲ་ཤིས་བདེ་ལེགས་གྲངས་མེད་ཞུ་ལོ་གསར་པའི་ནང་ཁྱེད་རྣམས་ཚོ་ཚང་མ་ལོ་དགུ་བསུ་གསོལ་དང་བྱ་བ་ལམ་འགྲོ་ནད་མེད་ཚེ་རིང་ཡོང་པ་ཞུ་ཞུ་རྒྱུ་ཡིན། རྒྱལ་སྤྱིའི་གསང་རྒྱུད་གསན་དགའ་དབུལ་བའི་གྲོགས་པོ་ཁྲོམ་ཚོ་ཁམས་བཟང་ཚེ་རིང་ནི་ཕྱི་ལོ་ཉིས་སྟོང་བརྒྱ་མེད་ཉིས་རྩ་དྲུག་སྤྱི་ཟླ་གཉིས་པའི་ཚེས་བཅོ་བརྒྱད་རེས་གཟའ་ལྷག་པ་རེའི་གུས་མོ་བསྟན་འཛིན་རྣམ་དཔྱོད་ཡིན། དེ་རིང་རྒྱལ་སྤྱིའི་ཐོག་སྐད་གྲགས་ཆེ་བའི་གསང་རྒྱུད་ཁ་ཤས་ཤིག་མཉམ་སྤྱོད་ཞུས་ཡོད་པས་ཐུགས་སེམས་ལྷོད་ལྷོད་བྱེད་སེམས་སེ་ན་རོ་ན། དེ་རིང་མཉམ་སྤྱོད་ཞུ་ཡ་གི་གསང་རྒྱུད་དང་པོ་དེ་ཨ་རིའི་གི་ཕྱི་སྲིད་དྲུང་ཆེ་སྐུ་ཞབས་མར་ཁུའི་རུ་པི་ཨོ་མཆོག་གི་བོད་ཀྱི་ལོ་གསར་ལ་འཚམས་འདྲི་གནང་ཞག་ཚེ་དང་འབྲེལ་བའི་གསང་རྒྱུད་ཞུ་འདུག་སེ་རོ་ན། དེ་རིང། US Department of State ཞེས་པའི་དྲ་རྒྱ་ཞུ་གཏུག་བ་དྲ་ཚིགས་ཤིག་འོང་དེའི་ནང་ལོགས་ལ་ང་ནང་དུ་གཟིགས་གནང་ཞིང། སྐུ་ཞོབས Marco Rubio ལགས་ཁོང་གིས་བོད་ཀྱི་ལོའི་གསར་ལ་འཚམས་འདྲི་གནང་ཞགས། དེ་ལ་ཁོང་གིས་གར་གསུངས་ཐོག་ཞུས་པའི་ནང་ད་ཨ་བོད་ཀྱི་ལོ་གསར་དུས་ཆེན་འདི་སྲུང་བརྩི་གནང་མྱལ་གྱི་བོད་མི་ཡོངས་ལ་ཟེར་བ་ཨ་ནི་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ལོ་གསར་པ་འདི་ནང་ལ། དེ་ནས་རབ་གནས་མེ་སྟག་ལོའི་ལོ་གསར་བ་འདི་ན་ལགས། ང་ཚོས་འཛམ་གླིང་ཡུལ་གྲུ་གང་སར་གནས་པའི་བོད་མིའི་བློ་བརྟན་ཞུམ་པ་མེད་པའི་སྙིང་སྟོབས་པ་ཡི་རངས་ཞུ་བཞིན་ཡོད། ཨ་རིའི་གཞུང་གིས་བོད་མིའི་ཐོབ་ཐང་དང་དེ་བཞིན་བོད་མིའི་ཐུན་མོང་མ་ཡིན་པའི་སྐད་ཡིག་དང་རིག་གཞུང་ཆོས་ལུགས། ཀྱི་ཤུལ་བཞག་ལ་མུ་མཐུད་རྒྱབ་སྐྱོར་བྱེད་རྒྱུའི་ཆོད་སེམས་འགྱུར་བ་མེད་གསུངས། བཞག་སྐུ་ཞོབ་མར་ཁིའོ་རོ་པིའོ་ལགས་ཀྱིས། སྐུ་ཞོབ་མར་ཁིའོ་རོ་པིའོ་ལགས་ཀྱིས་བོད་ཀྱི་ལོ་སར་འཚམས་འདྲི་ཞུས་ན་མ་ཟད་ཁོང་གིས་བོད་དོན་ཆེད་དུ་དམིགས་བསལ་གྱི་འབྲེལ་མཐུད་པ་ཅིག་བསྐོ་བཞག་ཡང་གནང། བཞག་སྐུ་ཞོབ་མར་ཁིའོ་རོ་པིའོ་ལགས་ཀྱིས་བསྐོ་བཞག་གནང་པའི་བོད་དོན་ཆེད་དམིགས་བསལ་གྱི་འབྲེལ་མཐུད་པ་བསྐོ་བཞག་གནང་མགྱོགས་ཀྱི་མཚན་ལ Rally Embassy དུ་བ། ཁོང་ཁར་དོགས་ཞུ་བས་ན་ཨ་རིའི་གི་ཕྱི་སྲིད་ལས་ཁུངས་ཀྱི་དམངས་གཙོ་དང་འགྲོ་བ་མིའི་ཐོབ་ཐང་དང་ནི་ལས་མིའི་ཐད་ཀྱི་ཕྱི་སྲིད་དྲུང་ཆེའི་ལས་རོགས་ཅིག་རེད་ཤགས། འོང་དེ་འདྲས་ཨ་རིའི་གི་ཕྱི་སྲིད་དྲུང་ཆེ་སྐུ་ཞབས་མར་ཁིའུ་རོ་བོད་ལགས་ཀྱིས་གསལ་བསྒྲགས་གནང་པའི་གནས་ཚུལ་དུ་བཤོད་ཡིན། དེ་རིང་མཉམ་སྤྱོད་ཞལ་གྱི་གསང་རྒྱུན་གཉིས་པ་འདི་སྐུའི་གཅུང་པོ་མངའ་རིས་རིན་པོ་ཆེ་མཆོག་དགུང་ལོ་བརྒྱད་ཅུའི་ཐོག་དགོངས་པ་རྫོགས་བཞག་པ། དེ་ཡིན་ན་ཁྱི་སེང་སྤྱི་ཟླ་གཉིས་པའི་ཚེས་པ་བཅུ་བདུན་གྱི་ཉིན་མོ་འདི་ལ་དགོངས་པ་རྫོགས་པའི་གནས་ཚུལ་ཞིག་གོ་ཡང་འདུག་ཞུས་ཨེ་ཡིན། དེ་རིང་མཉམ་སྤྱོད་ཞལ་གྱི་གསང་རྒྱུན་བཞིན་པ་འདི་ད་ལྟ་རྒྱ་གར་ནག་ལོ་ལ་མི་གསོད་རིག་ནུས AI དང་འབྲེལ་བའི་འདུ་འཛོམས་ཅིག་འཚོགས་དང་འཚོགས་བཞིན་པ་རེད་འདུག་འོ་འདིའི་ནང་ལོ་ལ་འདུ་འཛོམས་འདིའི་ནང་ལ་མཉམ་ཞུགས་བྱེད་མཁན་ཧང་སངས་མང་པོ་འདུག་ཁྱི་སེང་རྒྱ་གར་གྱི་ཁར་ཆེད་དུ་ལབ་ཡིན་ན། འདུ་འཛོམས་འདི་ན་མཉམ་ཞུགས་བྱེད་ཉན་གྱི་གཙུག་ལག་སློབ་གཉེར་ཁང་ཞིག་འདུག་རོགས་འདིའི་མིང་ལ Galodia University ཞེས་པ་འདི་ནོ་ཨེ་སྒྲ་ན་ལོ་ཡོད་པའི་གཙུག་ལག་སློབ་གཉེར་ཁང་ཅིག་རེད་ཤག་ཁོང་ཚོས་མི་སུ་རིག་ནུས་འགྲེམས་སྟོན་བྱས་འདི་རྒྱ་ནག་གི་ཟོལ་ཀྱོག་ཅིག་རྒྱ་གར་ན་ཨོར་ལས་ཅན་ཡིན་ན་འགྲེམས་སྟོན་བྱས་པ་རེད་བསམ་དེ་རིང་གི་ས་ཁང་ནང་ལ་སྐད་གྲགས་ཆེན་པོ་ཞིག་ཆགས་ཏེ་ཞག་ཁ་ཅན་ལབ་ཡིན་ན་ཁོང་ཚོས་རྒྱ་མིའི་གི་མི་སུ་རིག་ནུས་ཟེར་བ་འཕྲུལ་ཆས་འདི་འདྲ་ཅིག་འགྲེམས་སྟོན་བྱས་ཙང། རྒྱ་གར་གྱི་ཕི་གིའི་འདུ་འཛོམས་ནས་ཁོ་ཚོས་མ་ཕིས་པ་རེད་ཞེས་རྗེས་སྐད་གྲགས་ཆེན་པོ་ཞིག་ཆགས་བཞག། ད་ལྟ་ཁོ་ཚོས་རྒྱ་ནག་ནས Robotic Dog ཟེར་བ་ཁྱི་བྱེད་རྒྱོ་རྗེས་རྒྱ་ནག་ནས་ཉོས་རྗེས་ཨོ་ལེ་བ་རེད་ཟེར་བ། དེ་ནས་ཁོ་ཚོའི་གི་གཙུག་ལག་སློབ་གཉེར་ཁང་གི་རྒྱལ་ལ་ཡོར་བར Professor གྱི་བརྙན་ཐུང་མང་པོ་ཅིག་བཟོས་རྗེས་ཕི་གི་ནང་འགྲེམས་སྟོན་བྱེད་མཁན་གྱི་མི་མང་པོ་ཅིག་ལས་འགྲེལ་བཤད་རྒྱབ་རྗེས་ན། ཁྱི་དེ། ཁོ་རང་ཚོས་ཀྱི་གཙུག་ལག་སློབ་གཉེར་ཁང་ནང་ལོགས་ལ་བརྟག་དཔྱད་བྱས་རྗེས་ར་ཨན་བཟོས་སྐྱོར་ཡིན་ཞེས་བྱས་རྗེས་རྒྱལ་སྤྱིའི་གི་གསར་ཁང་དང་སྤྱི་ཚོགས་དྲ་ལམ་དང་དེ་ནས་འདུ་འཛོམས་ནང་གླེང་ཉེས་ཀྱི་མི་དེ་ཚོ་ལ་འགྲེལ་བཤད་བརྒྱབ་རེས། འོང་དེའི་རྐྱེན་བྱས་ཡིན་ན་ཨ་ནི། པིབ་རེས། ཁ་ཆེ་ལབ་ཡིན་ན། ཁྱི་དེ་ཟོལ་ངན་གྱི་རྒྱ་མིའི་གྱི་བཟོ་ཚོང་ཁང Unit Three སྒོ་དཀྲུགས་ལས་ཟུར་བ་ཝང་ཏི་ཙ་ནས་ཉོས་པ་ཁུང་གི་ར་སྤྲོད་བྱུང་བ་རེད། ཁོ་ཚོ་ཕི་ནས་འཇམ་མདོའི་ཁ་ནས་པི་ཉན་དེ་ཡིན་ན་རྒྱ་གར་གྱི་གཞུང་གས་པི་བཞག་ཟུར་བ་གར་བཤད་དུ་ལབ་པི་ན་དེ་རིང་གི་མི་སུས་རིང་ནུས་གྱི་འདུ་འཛོམ་འདི་ཁོ་རང་ཚོ་རྒྱ་གར་གྱི་བཟོས་པའི་མི་སུས་རིང་ནུས་གྱི་འདུ་འཛོམ་ཆེར་བ་མ་སྟོན་ཡ་ཇུ་བ་ཅ་ལ་རྒྱ་ནག་གྱི་དེ་འདྲ་བཟོས་ཚ་ཁྱོ་དེ་འདྲ་ཨོ་ཅེ་ཁོ་རང་ཚོ་བཟོས་ཡིན་ལས་དེ་ཡིན་ན་རྫུན་མ་རེད་བྱས་བྱས་ཡིན་ན་ཁོ་ཚོའི་གྱི།

ཚོགས་འདུ་དེས་རྒྱལ་ཁབ་གསུམ་པ་རུ་ལ་མ་བསྡད་རྗེས་སྐད་ཆ་བཤད་དེ་ཡིན་ན་ཨུ་རུ་སུ་དང་ཡུ་ཀེ་རིན་བར་རུ་ཀི་དམག་མཚམས་ད་ལོ་བཞི་བརྒྱ་བརྡལ་བ་འོ་འདི་མཚམས་བཞག་ཡ་གང་ལ་སྐད་བཤད་བཞག། ཡིན་ནའི་ལས་ཚོགས་འདུ་དེ་ཡག་པོ་ཅིག་བྱུང་མི་འདུག་ལ་མཇུག་བསྡུ་འོ་ཁེ་བཞག། ཨུ་རུ་སུ་དང་ཡུ་ཀེ་རིན་བར་རུ་ལ་ཆུ་ཚོད་གཉིས་བཞིར་བ་ཨ་རི་ཡོར་བ་ཆུ་ཚོད་གཉིས་ཀྱི་ཚོགས་འདུ་རིང་པོ་ཚོགས་རེས། དེ་ནས་ཨ་རིའི་གི་སྐུ་ཚབ Steve།

ཕྱོགས་གཉིས་ཀའི་ཐོག་ནས་ཀྱི་བསམ་ཚུལ་ལྟ་ཕྱོགས་ལོག་ག་ལོག་ག་རེད་ཤག་ཨ་ཟེར་བ་ཡུ་ཀེ་རེན་ལ་དབྱིན་ན་གོ་གུར་གི་མེད་ས་ཆ་སྤྲེའི་མེད་ལབ་ར་ཨུ་རུ་སུ་གི་ལ་ན་ས་ཆ་མང་པོ་ཅིག་གོ་ལབ་ར་འོང་འདི་རྐྱེན་བྱས་ཡིན་ན་ཨ་ནི་སྐད་ཆ་དེ་བྱུང་ཚོགས་འདུ་དེ་ཡག་པོ་བྱུང་མ་སོང་འོང་དེ་འདྲའི་གི་གནས་ཚུལ་གསར་པ་ཞིག་འདུག་ཡུ་ཀེ་རེན་དང་ཨུ་རུ་སུ་འབྲེལ་བའི། དེ་རིང་མཉམ་འབྱོར་ཞོལ་གྱི་གསར་འགྱུར་ཞིབ་འབར་དེ་རྒྱ་ནག་དང་འབྲེལ་བའི་གསར་འགྱུར་ཅིག་རེད་ཤག་རྒྱ་ནག་ནཱ་ལོ་ཡོད་པའི་ས་ཆ་ཧུའུ་པེ་ཞེས་པ་འདིའི་ནཱ་ལོ་ལ་ཤོ་བག་བཙོག་ཉལ་གྱི་ཚོང་ཁང་ཆེན་པོ་ཞིག་འདུག་རུ་བ་ཚོང་ཁང་འདིའི་བར་བཅད་ཡིན་ན་ཤོ་བག་མང་པོ་འཇོག་རུང་བར་བསྐལ་ཆུང་ཆེ་མི་བཅུ་གཉིས་ཀྱིས་ལམ་དུ་བཏང་ཤག་དེ་དང་འབྲེལ་བའི་གསར་འགྱུར་ཞིག་འདུག་ཟེར་རོ་ན། ད་ལྟ་རྒྱ་ནག་གི་ས་ཆ་ཧུའུ་པེ་ཞེས་པ་འདིའི་ནཱ་ལོ་གྱི་གྲོང་གསེབ་ཀྲང་ཅིའི་ལེ་ཞེས་འདུག་རུ་བ་འོང་འདི་དེ་རིང་གི་ཆུ་ཚོད་གཉིས་པ་གྱི་གཡས་གཡོན་དུ་བར་བཅད་ལོ་ཚོང་ཁང་ཅིག་ནཱ་ཤོར་བ་ཧང་སངས་མང་པོ་འདྲེ་འཇིགས་བཞག་ཡོད་རེད་ས་འདྲ་མིན་སྣ་ཚོགས་ཡོད་རེད་བ་འོང་འདི་བར་བསྐལ་བྱུང་རྗེས་ཡིན་ན་མི་བཅུ་གཉིས་གྲོངས་བཞག་ཟེར་བ་ཤོར་བ་བཙོང་སའི་ཚོང་ཁང་ཆེན་པོ་འདི་ལ་བར་བསྐལ་བྱུང་རྗེས་ཡིན་ན་ཚོང་ཁང་ཚང་མ་ཚིས་བཞག་ལ་ནི་མི་བཅུ་གཉིས་སྐྱིད་ལམ་དུ་བཏང་བཞག་ཟེར་བ་ད་ཚོང་ཁང་དེ་ཆེན་པོ་བཞི་བོ་ཡོད་དུས་རྩམ་པའི་ཆུ་ཚོད་གཉིས་པ་ལ་མེ་ཤོར་རྗེས་ཨ་ནི་མེ་སུ་རུ་ཀ་དང་དེ་ཚོ་སྐྱེལ་བཏང་རྗེས་ཡིན་ན་ད་ལྟ་ཆུ་ཚོད་གསུམ་དང་དཀར་མོ་སུམ་ཅུའི་གཡས་གཡོན་དེ་བར་རྗེས་ཤི་གནས་བྱས་མི་བསད་ཐུབ་རེད་ཡིན་ནའི་ལས་མི་བཅུ་གསུམ་དེ་ཚོ་བསྐྱབ་ཐུབ་མི་འདུག་ཟེར་བ། ཤོ་པ་བཙོང་སའི་ཚོང་ཁང་བྱུས་པ་དེའི་ནང་ལོགས་ལ་མི་བཅུ་གཉིས་ཁོ་ར་སྐུ་ཕུང་རྙེད་སོང་ཟེར་བ། ད་ལྟ་ཤོ་པ་བཙོང་སའི་ཚོང་ཁང་དཔག་ཞིག་འདུག་ཆེན་པོ་ཞིག་འདུག་ཟེར་བ་འོང་དེ་ནང་ལོགས་ལ་མི་བཅུ་གཉིས་ཀྱི་སྐུ་ཕུང་ཁོ་ར་ནང་ལོགས་ཚིག་དེ་བཞག་ས་ད་ལྟ་མི་སུ་རུ་ཁག་དང་དམག་མི་དེ་ཚོ་ཡ། ཤོ་པ་བཙོང་སའི་ཚོང་ཁང་དེ་ནང་ལ་རྟ་ཁ་དྲུག་རུ་བ་སྐྱག་པ་དྲུག་དུ་འཛམ་པའི་ནི་མི་བཅུ་གཉིས་རང་སོ་ཁོ་ར་ཕི་གི་གྲོང་དེ་བདེ་གཤེགས་ས་ཚིགས་ཅེས་རེད་པ། སྐྱབས་ཐུག་མི་འདུག་ཁོ་ཚོས་བརྟག་དཔྱད་བྱས་པའི་བརྒྱུད་རིམ་ན་གར་གཤེགས་འདུག་ལབ་ཡིན་ན་འདི་མིས་བཟོས་པའི་རྐང་བཙུགས་ནས་མར་བཞག་ད་ཤོ་བ་མང་ཆགས་ཅེས་རེད་པ་ཨ་ནི་ཁོ་བར་ཆད་ཡིན་ན་བར་བརྒལ་བྱུང་རྒྱུ་རེད་བཞག་ལ་བདེ་གཤེགས་ཕེ་ཁི་གི་ས་གནས་ཀྱི་ཉེས་རྟོག་པས། ད་ལྟ་རྒྱ་ནག་གི་ཁྲུན་ཇེ་ཟེར་བ་ལོ་སར་གྱི་ཉི་མ་གཉིས་པ་འདི་ལ་བྱུང་བཞག་རྒྱ་མི་དེ་ཚོ་ཡིན་ན་ཁོ་རང་ཚོས་ཀྱི་ད་ཁྲུན་ཇེ་ཟེར་བ་ལོ་སར་སྐབས་སུ་ཤོ་བག་ཧང་ས་ཧན་གྱི་མང་པོ་པགས་ཡས་ཀྱི་སྲོལ་རྒྱུན་ཅོ་རིའི་ས་དེ་ནང་ཞིག་གི་ཤོ་བག་མང་པོ་བཙོང་ཡང་ཡོད་རེད་པ་མང་པོ་ཟོས་རྗེས་ཤོ་བག་བཙོང་སའི་གྱི་ཚོང་ཁག་ཆེན་པོ་ཞིག་མི་གྲགས་ཐེ་ཆེ་ནི་བར་བརྒལ་བྱུང་རྗེས་མི་བཅུ་གཉིས་གྲོངས་པའི་གནས་ཚུལ་ཞིག་འདུག་ཞུ་ཡས་ཡིན། མཉམ་སྤྱོད་ཞུ་ཡས་ཀྱི་གསང་རྒྱུད་ཞིན་པ་དེ་བྱང་ཀོ་རི་ཡ་དང་འབྲེལ་བའི་གསང་རྒྱུད་ཞིག་འདུག་ཟེར་བ་བྱང་ཀོ་རི་ཡ་གྱི་དཔོན་པོ་མཐོ་ཤོས་ཀིམ་ཇོང་ཨུན་ཡོད་པ་འོང་དེ་ད་ལྟ་སྙེ་མ་ཡུ་ཀེ་རེན་དང་ཨུ་རུ་སུའི་དམག་བརྒྱབ་དུས་ཙམ་པའི་བྱང་ཀོ་རི་ཡ་གྱི་དམག་མི་ཕྱི་གཅིག་དང་ཅེཀ་སྟོང་བཅས་ཀྱིས་ཨུ་རུ་སུ་ལ་སྟངས་འཇལ་བ་ཡུ་ཀེ་རེན་མཉམ་དུ་དམག་རྒྱག་རྒྱུ་རེད་བསམ་སྟབས་དམག་ནག་ལོ་ལ་གྲོངས་པའི་དམག་མི་དེ་ཚོའི་གི་ནང་མི་ལ་ཡོད་པ་ནང་མི་ལ་ནི་ཀིམ་ཇོང་ཨུན་གྱི་བྱང་ཀོ་རེ་ཡ་ནག་ལོ་ལ་ཁང་པ་འདྲ་བརྒྱབ་རྗེས Apartment ཟེར་བ་ཁང་པ་ཐོག་བརྩེགས་ཅན་དེ་འདྲ་བརྒྱབ་རྗེས་ནང་མི་ཚང་མ་ལོ་ལ་ནི་ནང་མི་རེ་རེ་རེ་རེ་ལ་ཁང་པ་རེ་རེ་རེ་རེ་སྤྲད་པ་རེད་བསམ་གཞུང་གི་རིན་མེད་ཐོག་ནས་རེད་བསམ་སྤྲད་མ་ཟད་ནི་མཐུན་རྐྱེན་མང་པོ་ཅིག་བྱས་ཡོད་རེད། དེ་རིང་ཡིན་ན་བྱང་ཀོ་རི་ཡ་ལ་ནི་དམག་ནང་ལ་གྲོངས་པའི་ནང་མི་དེ་ཚོ་སྐྱེལ་བཏང་རྗེས་ཁོ་ཚོའི་མཛད་སྒོ་འཚོགས་རྗེས་ཡིན་ན། ཁང་པ་གསར་བ་རྒྱབ་སྐྱོར་འདིའི་ནང་ལོགས་ལ་ཁོ་ཚོ་བསྡད་བཅུག་རྗེས་ནི་རྒྱལ་སྤྱིའི་གི་ས་ཁང་ནང་མཉམ་སྤྱོད་བྱས་ཤག། ཀིམ་ཇོང་ཨུན་གྱིས་ཁར་བཤད་དུ་ལབ་ཡིན་ན། ཡུཀ་རེན་གྱི་དམག་ནང་ལ་འགྲོ་རྗེས་གྲོང་འགྱོགས་ཀྱི་ནང་མི་དེ་ཚོར་དམིགས་སུ་བཀར་བྱས་ན་ཁང་པ་ཅིག་རྒྱ་ཡོད་ཡོད་ཟེར་བ། ཁང་པ་དེ་ཡིན་ན། ནག་ལོག་ལ་སྐོར་རྒྱག་སའི་ཡུལ་འགྱོགས་བྱེད་ཐོག་རྩེ་ཅན་བྱས། དམག་ནང་གྲོང་འགྱོགས་དེ་ཚོ་ལ་ལེགས་སྐྱེས་ཕུལ་བས་ཡིན། བྱས་རྗེས་མཉམ་སྤྱོད་བྱས། ཞག་གི་དེ་ནང་ཞིག་ཁོ་རང་དང་ཁོ་རང་གི་བུ་མོ་ཞིག་འདུག་འོང་དེ་ཁང་པའི་ནང་ལོགས་ཕྱིན་རྗེས་ནང་མི་དེ་ཚོ་ཐུག་མིག་ཆུ་དྭངས་བྱས་འབྲས་ཡོད་རེད་པ་དེ་འདྲས་ཡང་བྱས་ཤགས་དེ་འདྲས་ཀིམ་ཇོང་ཨུན་ཟེར་བ་བྱང་ཀོ་རེ་ཡ་དང་འབྲེལ་བའི་གསང་རྒྱུ་གསར་པོ་ཞིག་འདུག་ཞུ་ཡ་ཡིན། དེ་རིང་མཉམ་སྤྱོད་བཞེས་ཀྱི་གསང་རྒྱུ་བཞིན་པ་མཐའ་མ་དེ་ཡིན་ནས། རྒྱ་ནག་དང་འབྲེལ་བའི་གསང་རྒྱུ་སྤྱིར་ཤགས་ཨ་རིས་ག་རེ་བཤད་དོ་ལབ་ཡིན་ན་རྒྱ་ནག་གི Nuclear Test ཟེར་བ་དུས་དྲན་དེའི་ཚོད་ལྟ་ལྟ་དེ་ཤགས་བྱས་རྗེས་རྒྱལ་སྤྱིའི་གི་ས་གང་ན་མཉམ་སྤྱོད་གནང་བཞག་དེ་དང་འབྲེལ་བའི་གསུང་རྒྱུ་ཞིག་འདུག་ཟེར་རོ་ན། ད་ལྟ་ཨ་རིའི་གི་ཝཱ་ཤིན་ཏུན་ནས་གར་བཤད་དུ་ལབ་ཡིན་ན་རྒྱ་ནག་གི་ཨ་ནི་དུས་དྲན་མཚོན་ཆ་དེ་འདྲ་ཁུ་སིམ་སིམ Underground ཟིག་འདུག་དེ་འདྲ་ཨ་ནི་ཚོད་ལྟ་བལྟ་ཡ་དེ་ཡིན་ན་ཉིས་སྟོང་ཉི་ཤུ་གི་སྤྱི་ཟླ་དྲུག་པ་ནས་འགོ་བཙུགས་བཞག་བྱས་རྗེས་མཉམ་སྤྱོད་གནང་བཞག་དེ་ནས་རྒྱ་ནག་གི་གར་བཤད་དུ་ལབ་ཡིན་ན་ཨ་རིའི་གི་ཨ་ནི་དུས་དྲན་མཚོན་ཆ་ཁུ་སིམ་སིམ། ཚོད་ལྟ་སྟེ་གི་ལས་དེ་རྫུན་མ་ཞིག་འདུག་ཟུར་ར་ཁོ་ཚོས། སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ནས་ཆེས་ད་ལྟ་བུ་དང་དུས་ཆེན་མཚོན་ཆ་ཁྱོན་ནས་རང་ཚོད་ལྟ་བཏང་མེད་ལ་དེ་ཤ་ཡིན། ནས་ལས་ཨ་རིའི་གི་ཕྱི་དྲིལ་ཆུང་སྤྱི་གཞོན་པ་ཡོད་ར་པ Chris Trooper ཡོད་ལས་ཞུ་དུག་ཁོང་གི་རྒྱལ་སྤྱིའི་ས་ཁང་ནང་མཉམ་སྤྱོད་གནང་ཤག་རྒྱ་ནག་གི་ཨ་ནི་ཁུངས་ལྡན་ར་སྤྲོད་བྱས་བྱས་ཁུ་སིམ་སིམ Nuclear ལས་དེ་ཉིས་སྟོང་ཉི་ཤུ་ནས་སྤྱི་ཟླ་དྲུག་པའི་ཚེ་བ་ཉིས་རྩ་གཉིས་ནས་བྱས་ཚོད་ལྟ་ལྟ་དེ་ཤ་གསུངས་ཤག། ད་ལྟ་ཨ་རིའི་གི་ཕྱི་སྲིད་དྲུང་ཆེ་གཞོན་པ Chris Trebojealous དང་ཁོང་གིས་གར་གསུངས་དུ་ལབ་ཡིན་ན་རྒྱ་ནག་གི་གདུལ་བྱའི་མཚོན་ཆ་འདི་ཚོད་ལྟ་ལྟ་བུ་འདུག་ཚོད་ལྟ་ལྟ་སའི་ས་ཆ་དེ་ཡིན་ན་ཤིང་ཅང་ཡོད་པ་ཤིང་ཅང་ནང་ལོགས Lub Norley ས་ཆ་ཞིག་འདུག་རང་དབང་དེའི་ནང་ལོགས་ལ Nuclear གདུལ་བྱའི་མཚོན་ཆ་ཚོད་ལྟ་བྱེད་ས་དེ་འདྲས་ཡོད་རེད་བ། ཆེན་པོ་གཅིག་བཟོས་ཡོད་རེད་དེ་ལ་ལྟ་བསྡད་ཤག་རེད་བྱ། ས་ཆ་དེ་ཡིན་ན་ཤིང་ཅང་གི་ནུབ་བྱང་སུ་ཡོད་རེད། ས་ཆ་དེ་ཡིན་ན་ཤིང་ཅང་གི་ཁུག་ཀྱོག་ཁུག་ཀྱོག་ཅིག་བྱས་ས་ཆ་སྐམ་པོ་བཞི་བཅུ་རེད་བྱ། འོ་འདི་ནི་ད་ལྟ་ཁོ་ཚོའི་ཤིང་ཅང་གི་གྲོང་ཁྱེར་ནས་ཐག་རིང་བོ་བཞི་བཅུ་རེད་བྱ། མི་དཀོན་པོ་ཡོད་ཀྱོག་ས་ཆ་སྐམ་པོ་ཅིག་རེད་བྱ། འོ་འདི་ལ་རྒྱ་ནག་གི་དུས་ཆེན་མཚོན་ཆ་ཚོད་ལྟ་ལྟ་བུ་དེ་ཐེངས་དང་པོ་རེད་བྷེ་ལན་མར་ཤར་བ་སྙེ་མ་སྤྱི་ལོ་བཅུ་སྟོང་དགུ་བརྒྱ་དྲུག་ཅུ་རེབ་བཞི་ལ་ནུབ་ནོ་ལེ་ཏོ་ཨ་ཤིང་ཅང་གི་ས་ཆ་འོང་དེ་ལ་ཚོད་ལྟ་ཐེངས་དང་པོ་དེ་ལྟ་བུ་རེད་ཤར་བ་དེ་ནས་སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེབ་བཞི་ནས་ཅེ་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་བར་རུ་ལེ་ཡིན་ན་དུས་བྱའི་ཚོད་ཆ་ཐེངས་མ་བཞི་བཅུ་ཞེ་ལྔ་སའི་ས་ཆ་ཕིག་ལ་ཨ་ནི་ཁུ་སིམ་སིམ་ཚོད་ལྟ་མང་པོ་ཞིག་བལྟ་བ་རེད་ལ་ཟུར་བ། གདུལ་བྱའི་མཚོན་ཆ་ལས་མཚོན་ཆའི་ལོགས་ར་རྡུལ་ཕྲན་ལས་དེ་ཚོད་ལྟ་བལྟ་བ་ཡིན་ན་སྐྱོན་ག་རེ་རྒྱག་གི་འདུག་ལབ་ཡིན་ན་དང་པོ་དེ་ཡིན་ན། གོ་ལ་ཁྱོན་ཡོངས་ལ་གདུལ་བྱའི་མཚོན་ཆ་བྱས་ཏེ་བཀག་སྡོམ་བྱོས་རེད་ཟེར་བ་ཚང་མས་ད་དེ་བྱས་འཛམ་གླིང་དམག་ཆེན་གཉིས་པ་རྗེས་ནས་བྱས་ཚོད་ལྟ་ལྟ་ཡ་མ་རེད་བེད་སྤྱོད་བཏང་ཡ་མ་རེད་ལ་དེའོ་རེ་ལ་ར་སེང་ཤུན་སིག་རུ་བ་དམིགས་བསལ་གྱི་ད་ལྟ United Nation སིག་རུ་མ་རེད་པ་འཛམ་གླིང་མཉམ་སྤྱི་རྒྱལ་ཚོགས་ཀྱི་ཡིན་ནའི་ལས་འདི་ག་ལ་ཨ་ནི་ཚོད་ལྟ་ལྟ་ཆོག་གོ་མ་རེད་ཤིན་གསུང་གོ་རེ་ས་རུ་བ། དམིགས་བསལ་གྱི་ཨ་རིག་གི་དམ་དྲག་ཅིག་བྱེད་གོ་རེ་ས་ཁ་ཆེན་ལབ་ཡིན་ན་རྗེ་མཚོན་ཆ་འདི། གཙོས་འོས་ནུས་ཚོད་ལྟ་ལྟེ་བས་ནས་ཨ་རིས་དམ་དྲག་ཅིག་བྱེད་ཅེས་དཔལ་འབྱོར་ཐོག་ནས་རྟ་ནི་ཚོང་ཁང་ལ་དམ་དྲག་བྱེད་ཅེས་དཔལ་འབྱོར་ཐོག་ནས་དམ་དྲག་བྱེད་ཅེས་ཨ་ནི Technology ཟེར་བ་བཟོ་རིག་པའི་ཀ་ལས་བཀག་སྡོམ་བྱེད། གལ་སྲིད་རྒྱལ་ཁབ་སུས་གདུལ་བྱའི་མཚོན་ཆ་འདི་བེད་སྤྱོད་དང་ཚོད་ལྟ་བྱས་པ་ཡིན་ན་དེ་ལ་ཨ་ཉེས་པ་ཅིག་རྒྱག་དགོས་རེད Financial Penalty ཟེར་འདུག་དཔལ་འབྱོར་ཐོག་ནས་ཆད་པ་ཅིག་རྒྱག་རེད། དཔེ་ཆ་བཞག་པས་ན་བྱང་ཀོ་རེ་ཡ་གི་ཉེ་ཆར་དུས་བཅད་མཚོན་ཆ་གཅིག་ཚོད་ལྟ་བལྟ་བྱས་ཡིན་ན་རྒྱལ་སྤྱིའི་གི International ཟེར་བ་བྱང་ཀོ་རེ་ཡ་ལ་གནོན་ཤུགས་ཆེན་པོ་སྤྲད་པ་རེད་ཟེར་བ་བཀག་སྡོམ་ཆེན་པོ་བྱས་པ་རེད་བསམ། སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ལ་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཡོ་རོ་པ་དེ་ཆིངས་ཡིག་ཅིག་བཀོད་བཞག་ཟེར་བ་དེ་ལ་གར་ཟིག་ཐུག་ལབ་ན་ཨིན་ཇིའི་ཐོག་ནས Comprehensive Nuclear Test Ban Treaty། ཞེས་ཆིངས་ཡིག་འདི་ཡིན་ན། གོ་ལ་ཁྱོན་ཡོངས་ལ་དུས་ཆེན་གྱི་མཚོན་ཆ་འདི་ཚོད་ལྟ་ཡས་སུ་དང་བེད་སྤྱོད་བཏང་ཡས་ཡོད་མ་རེད་པས་འདི་མཚམས་བཞག་ཡོད་བྱས་བྱས་ནས་གྲོས་མཐུན་ཞིག་བཞག་ཡོད་རེད། གོ་ལ་ཁྱོན་ཡོངས་རྒྱལ་ཁབ་སུས་ནས་འདི་བེད་སྤྱོད་བཏང་ཆོག་གི་མ་རེད་ཞེས་ག་ཚད་ལབ་ན་བེད་དུས་ཆེན་མཚོན་ཆ་ལས་འདི་ནི་དམག་ལ་ཡང་དང་མི་མང་པོ་ཅིག་ལ་དཀའ་ངལ་འཕྲད་ཆེད་འཛམ་གླིང་ཁྱོན་ཡོངས་ལ་ནི་དཀའ་ངལ་ཞིབ་ཅིག་འཕྲད་སྐོར་ཟེར་བ་ས་ཡི་ནས་འདྲ་ཆུ་ཡི་ནས་འདྲ་མཁའ་རླུང་ཡི་ནས་འདྲ་ཁྱོན་ཡོངས་ལ་རེད་པ་འོང་འདི་ཡིན་ནའི་ལས་རྒྱ་ནག་གི་ཡིན་ན་ད་ལྟའི་ཆ་ནས་ཉིས་སྟོང་བརྒྱ་མི་ཉི་ཤུ་ནས་བཅས་ནས་དུས་རྒྱལ་ཚོན་གྱི་ཁུ་སིམ་སིམ་ཤིང་ཅང་ནག་ལུས་ལ་ཚོད་ལྟ་བྱས་ཏེ་བཞག་ཨ་རི་ཡི་ཁུངས་འགན་ར་སྤྲོད་གནང་བཞག་ལ་སོགས་དེ་རིང་རྒྱལ་སྤྱིའི་ཐོག་སྐད་གྲགས་ཆེ་བའི་གསང་རྒྱུད་ཁ་ཤས་ཤིག་མཉམ་སྤྱོད་ཞུ་ཡའི་ལེ་ཚན་འདིའི་མཇུག་དོན་ཡིན་ལེ་ཚན་ཇི་མའི་ནང་ང་ནང་སུ་ཡང་རྒྱ་བྱས་ཡོང་མ་བྱས་བར་སྐུ་གཟུགས་ཐུགས་ཅག་ན་རོ་ནག་ལོས་གསར་འགྲོམ་ཞུ་རོ་ནག་པ་པའི།